མདོར་བསྡུས་ཞུ་ཡས་ཡིན། རོ། ད་དེ་ཞུས་པའི་སྔོ་རོལ་དང་པོ་ཆུ་ངན་བར་དུ་ཁོ་རང་གི་མདའ་རྩ་ཚིག་བརྗེ་བ་རེད་ད་ཆུ་ངན་བར་དུ་རྩ་ཚིག་དེ་ཤོག་གྲངས། བརྒྱ་ཅུ་གྱ་ལྔ་ལ་བཞུགས་ཡོད་རེད། ད་ཆུ་ངན་བར་དུ་རྩ་ཚིག་དེ་ག་རེ་གསུངས་འདུག་ཟེར་ན། ཀྱེ་མ། བདག་ལ་ཆུ་ངན་བར་དུ་འཆར་དུས་འདིར། ཀུན་ལ་དངངས་སྐྲག་འཇིགས་སྣང་སྤངས་བྱས་ནས་གང་ཤར་རང་སྣང་རིག་པ་ངོ་ཤེས་འཇུག། བར་དོའི་སྣང་ཚུལ་ཡིན་པར་ཤེས་པར་བྱ། ཨ་ནི། དོན་ཆེན་འགགས་ལ་ཐུག་པའི་མདུད་ཞིག་འོང་རང་སྣང་ཞི་ཁྲོའི་ཚོགས་ལ་མ་འཇིགས་ཤིག་གསུངས་ཡོད་རེད།

ད་ཆོས་ཉིད་ཀྱི་བར་དོའི་འདིའི་སྐབས་སུ་ལ་དེ་ནས། སྣང་བ་ག་རེ་ག་རེ་འཆར་གྱི་ཡོད་རེད་ཟེར་ལབ་པ་ཞུས་པ་ཡིན་ན། ད། སོ་སོ་གྱི་ད། ཁ་ཚང་ཕྱེད་ཀའི་བར་དོ་ཞུས་པ་དང་ཕྱེད་ཀའི་བར་དོའི་སྐབས་སུ་ལ་དེ་ནས། ཕ་ལས་ཐོབ་པའི་བྱང་སེམས་དཀར་པོ་ནི་སྤྱི་གཙུག་ནས་མར་བབས་ནས་སྙིང་ག་ལ་སླེབས། མ་ལས་ཐོབ་པའི་བྱང་སེམས། རཀྟ་དམར་པོ་དེ་ནི་གསང་གནས་ནས་ཡར་འགྲོ་ནས་སྙིང་ག་ལ་ལྡུག་ཅིང་ནི།

ངེས་པ་མེད། ད་འདི་སྐབས་སུ་ད་ཡ་བཞི་ཡོད་ས། ངོ་འཕྲོད་ཡོང་དུས་ཁ་ཆེ་ཞག་ཕྱེད་དང་བཞི། གསུངས་པ་འདི་ཡུལ་འདི་ངེས་པ་ཡོད་མ་རེད་གསུངས་ཡོང་ད། ཡུལ་འདི་ངེས་པ་མེད་དེ། རྟེན་བཟང་ངན་དང། རྩ་རླུང་གི་རིམ་པ་ཡིན་ཏེ། ཉམས་ལེན་དུ་མ་རེ་ཡོད་པ་དང། ཞི་གནས་བརྟན་པོ་ཡོད་པ་དང། རྩ་བཟང་བའི་རིགས་རྣམས་ལ་ནི་ཡུན་རིང་དུ་གནས་པའང་ཡོད་དོ། ཟེར། ཨ་ནི་མི་སྡིག་པོ་ཆེ་དང་རྩ་ངན་པའི་རིགས་ལ་ནི་ཡུད་ཙམ་ལས་སེ་གོལ་རེ་ཡུན་ལས་སྨིན་ནས་པའང་ཡོད་དོ་ཟེར་བ། ད་མི་དེར་སེ་གོལ་དེ་འདྲའི་རེ་གཏོད་ཡ་ཙམ་ན་རྣམ་ཤེས་དེ་ལུས་ལ་ཁ་ཕྱི་ལ་ཐོན་འགྲོ་གི་ཡོད་རེད་ནང་གནས་གི་ཡོད་མ་རེད་ད། ཡོད་དོ། ཨ་ནི་ལ་ལ་ཟན་ཟ་ཡུན་ཙམ་ལས་མི་གནས་པའང་ཡོད་དོ་ཟེར། ཟན་ཟ་ཟེར་ན་ང་ཚོ་ཁ་ལག་ཟ་བའི་དུས་ཚོད་ད་ག་ཚོད་སྐར་མ་ལྔ་མགྱོགས་པོ་ཟ་ན་སྐར་མ་ལྔ། ཏག་ཏག་ཏིག་ཏིག་ཏིག་ཏག་ཏག་ཟེར་ན་སྐར་མ་བཅུ། དེ་ལས་དལ་བུ་ཟེར་ན་ད་ཆུ་ཚོད་སྐར་མ་ཉི་ཤུ། སུམ་ཅུ་བཞི་བར་དུ་བ་གནས་ཀྱི་མ་རེད་ཟེར་ན་ད་ལ་ལ་ཟན་ཟ་ཡུལ་ཙམ་ལས་མི་གནས་པའང་ཡོད་དོ། འདོད་རྒྱུ་ཕལ་ཆེར་ལས་ཞག་ཕྱེད་དང་བཞིར་རྒྱལ་གསུངས་པས་ཕལ་ཆེར་ནི་ཞག་ཕྱེད་དང་བཞིར་གནས་པ་གནས་པའི་འོད་གསལ་ངོ་སྤྲོད་འདི་ལ་ནན་ཏན་བྱའོ་ཟེར། ད་གཞུང་འགའ་ཤས་ནང་ན་ཞག་ཕྱེད་དང་བཞིར་གནས་པ་དེ་ཨ་ནི་གང་ཟག་ཕལ་ཆེ་ཁ་ཤས་ཁ་ཤས་ལ་ར་ཁ་ཟག་ཁ་ཤས་ཁ་ཤས་དེ་ནས་གནས་མཁན་ཡང་ཡོད་རེད། ད་དེ་གནས་པ་དུས་ཆ་ད་གཞི་གནས་ཡག་པོ་དང་ཉམས་ལེན་ཡག་པོ་ཡོད་པའི་གང་ཟག་དེ་ཚོས་གནས་ཀྱི་རེད་བ།

ཁོ་རང་གི་ཕ་མ། སྤུན་མཆེད་གཉིས་ཉོ་ཨ་དུས་འགྲམ་ལ་འགྲོ་གི་རེད། དེ་ནས་ཁོ་ཚོའི་མཉམ་དུ་སྐད་ཆ་བཤད་ཐབས་ཤེས་བྱེད་ཀྱི་རེད། སྐད་ཆ་བཤད་ཐབས་ཤེས་བྱས་ན་ཡང་དེ་ནི། ཁོ་ལབ་པ་དེ་ཁོ་ཚོས་ཀྱིས་དགོས་ཀྱི་མ་རེད། ད་ཁོ་ཚོས་སྐད་ཆ་བཤད་བསྡད་པ་དང་ཁོ་ཚོས་ག་རེ་བྱས་བསྡད་པ་ཐམས་ཅད་ཁོ་མཐོང་པ་དང་ཐོས་ཀྱི་ཡོད་རེད། ཡིན་ནའི་ཁོ་ཁོ་ཚོའི་འགྲམ་ལ་འགྲོ་མཉམ་དུ་ལ་བསྡད། ཨ་ནི། སྐད་ཆ་བཤད་ཁོ་ཚོས་ལན་རྒྱབ་ཀྱི་ཡོད་མ་རེད་དེ་ནི་ཁོ་སེམས་ད་སེམས་སྐྱོ། རེད་བ། ཨ་ནི། སེམས་སྐྱོ་ནི་ད་ག་ར་ཁོ་རང་ཁོ་རང་ད་ང་ཅི་ག་རེ་ཆགས་ན་བསམ་དེ་རོ་སེམས་ལ་དོགས་པ་ཐེ་ཚོམ་བསླང། དེ་ནས་ཁོང་ཁོང་ཚོ་ལ་སྐད་རྒྱག་ཁོང་ཚོ་དེ་ལན་མ་རྒྱབ་ཨ་ནི་ཁོ་རང་ཉལ་ཆས་དུས་ཆས་བསྡུས་བཞག་པ་མཐོང། རོ། དེ་ནས། ད་ཁོ་སྤུན་རྒྱག་དེ་ཡར་མ་བྱེད་ཨ་ནི་ཁ་ལག་ཟ་དེ་ཁ་ལག་དེ་དར་ལ་འགྲོ་ཁོ་ཡང་ཁ་ལག་ཟ་གོ་དྲན་ཨ་ནི་ཁོ་རང་ཚང་མ་ཁ་ལག་བླུག་ཁོ་ལ་ཁ་ལག་ཁ་ལོ་མ་ལེ་ཁ་ལག་ཡང་མ་བླུག་དུས་དེ་ནས་ཁོ་སེམས་སྐྱོ་གི་རེད། དེ་ནས་ཁོ་ཟེར་ནས་སེམས་སྐྱོ་ལྷང་ལྷང་ཡོད་དེ་བས་མཉམ་དུ་ལ་དེ་ནས་ག་རེ་གླེགས་རེད་ཟེར་ན། དགྲ་བོའི་གསེར་གསུམ་ཟེར་ཏེ་གླེང་འོང་བར་སེམས་ད་དགྲ་བོའི་གསེར་གསུམ་གྱིས་དེ་དུས་སྣང་བ་དེ་ཤར་འོང་གི་ལགས་ད། ད་དགྲ་བོའི་གསེར་གསུམ་ནི་དགྲ་དཔལ་མི་འཇིགས་དགྲ་ཆེན་པོ། འོད་གསལ་ཏེ་འོད་དཔལ་མི་འཇིགས་ས་ལ་ལྡང་བ་དེ་ནི་གླེང་བ་རེད། ཚེར་ཟེར་ན་ཟེར་ཟེར་ན་འོད་གསལ་ཉི་མའི་འོད་གསལ་འདྲ་བ། དེ་ནི་གསེར་གསུམ་དེ་ད་ཁོ་ལ་དེ་དུས་དེ་དང་མཉམ་དུ་ལ་དེ་ཁོ་ལ་ཤར་འོང་གི་ལགས་ད། དགྲ་དཔལ་མི་འཇིགས་འབྲུག་དགྲ

ད་འདི་ལ་དང་པོ་ཞག་དང་པོ་ནི་འདི་ནས་ཞག་དང་པོ་ནི་ཞག་བདུན་པའི་བར་དེ་ལ་ནི་ཞི་བའི་ལྷ་ཚོགས་ཐམས་ཅད་ཀྱི་སྣང་བ་ཤར་རུང་གི་ལྷ་དང། ད་ཞི་བའི་ལྷ་ཚོགས་ཚོའི་རྣམ་པ་ཤར་བའི་སྐབས་སུ་ལ་དེ་ནི་ཞི་བའི་ལྷ་དེ་ཚོའི་མཉམ་དུ་ལ་དེ་ནི་འགྲོ་བ་རིས་དྲུག་གི་ལྷ་དེ་འགྲོ་བ་རིས་དྲུག་གི་ཡང་དེ་ནི་སྣང་བ་དེ་ཤར་རུང་གི་རེད། ད་འདི་བེད་སྤྱད་ན་ལེགས་ད་ཞག་དང་པོ་དེ་ལ་ག་རེ་ཤར་རུང་གི་དེ་ཡང།

དབུས་ཆུ་འོག་མོན་སྟུག་པོའི་བཀོད་པའི་ཞིང་ཁམས་ནས་ཅོ་མེན་དེའི་རྣམ་པར་སྣང་མཛད། སྐུ་རྡོ་ག་རེ། སྐུ་རྡོ་དཀར་པོ་ཡབ་ཡུམ་འཁོར་དང་བཅས་པ། འོད་མཐིང་ག་གཅིག་དང་མཉམ་དུ་སླེབ་པའི་དངོས། རེད་རོ། འོག་མོན་སྟུག་པོའི་བཀོད་པའི་ཞིང་ཁམས་ནས་ཅོ་མེན་དེའི་རྣམ་པར་སྣང་མཛད་དེ་ནི་སྐུ་རྡོ། དཀར་པོ་ཡིན་པ་ལ་ནི་ཐུགས་ཀ་ནས་ཡབ་ཡུམ་འཁོར་དང་བཅས་པ་གི་ཐུགས་ཀ་ནས་འོད་ག་རེ་འཕྲོས་ཏེ་འོང་བ་རེད། འོད་དཔལ་མཐིང་ག་གཅིག། བཀྲག་ཞིང་སལ་ལ་དྭངས་བ། འཚེར་བ་དེ་ནས་ཅིག་འཕྲོས་ནས་འོང་གི་རེད། རོ། འདི་དང་མཉམ་དུ་ལ་ནི་ལྷའི་འོད་དཀར་པོ་བཀྲག་མེད་པ་ཅིག་ཡང་མཉམ་དུ་ལ་ཡོང་གི་རེད།

མ་ཆགས་ཞེན་པ་མེད་པ་ཡིན་ན་དེ་ནི་ཡང་དེ་ནི་སྲིད་པ་ཕྱི་མ་ཆགས་འགྲོ། གལ་སྲིད་འདི་ལ་ཆགས་འགྲོ་ན་སྐྱེ་བ་ལེན་འགྲོ་གི་རེད། དེ་འདི་ལ་འདི་ལ་ད་ངོ་མ་འཕྲོད་ཨམ། ཨ་ནི་མ་ཆགས་པ་ཡིན་ན་ཨ་ནི་ཡང་ད་བར་དོའི་གཉིས་པ་ཉིད་གཉིས་པ་དེ་གླེང་བ་རེད། ད་ཉིད་གཉིས་པ་ག་རེ་བྱ་དགོས་ཟེར་ན། ཤར་ཕྱོགས་མངོན་པར་དགའ་བའི་ཞིང་ཁམས་ནས། བཅོམ་ལྡན་འདས་རྡོ་རྗེ་སེམས་དཔའ་མི་བསྐྱོད་པ། སྐུ་མདོག་མཐིང་ག། ཡབ་ཡུམ་འཁོར་དང་བཅས་པ་ཨ་ནི། འོད།

ར་དམྱལ་བའི་འོད་དུ་ཀ། སྐྲག་མེད་པ། ད་ད་ད་ཡི་འོད་གསལ། བཅོམ་ལྡན་འདས་ད་སངས་རྒྱས་ཀྱི་འོད། བཀྲག་མདངས་འདི་ལ་འཇིགས། ཨ་ནི། དམྱལ་བའི་འོད་དུ་ཀ། སྐྲག་མེད་པ་དེ་ལ་ཆགས་པས་ན། འདི་དམྱལ་བ་ལ་སྐྱེས་འགྲོ་བ། དེ་ནས་དམྱལ་བ་ཚ་གྲང་གིས་གདུང་བ། ག་ཚད་དམྱལ་བ་དམྱལ་བ་དམྱལ་བའི་འོད་འོད་སྐྲག་མེད་དེ་ལ་མ་ཆགས། མ་ཞེན། ཨ་ནི་ཡི་དྭགས་ཡི་དྭགས་ཀྱི། ཨ་ནི་བཅོམ་ལྡན་འདས་ཀྱི་འོད་དེ་ཡང་ངོ་མ་འཕྲོད་པས་ན། དེ་ནས་ཡང་བར་དོ་ཕྱི་མ་མཚམས་སྦྱོར་འགྲོ་བ་རེད། ཨོ་ནི་ངོ་འཕྲོད་ངོ་འཕྲོད་ན་སངས་རྒྱས་འགྲོ་གི་རེད་ཨ་ནི་ཆགས་ན་དེ་ནི་མཚམས་སྐྱེ་བ་ལས་འགྲོ་གི་རེད་ཨ་ནི་མ་ཆགས་ན་བར་དོ་ཕྱི་མ་མཚམས་སྦྱོར། ད་ཞག་གསུམ་པ་ལགས་རེད་ལྷོ་ཕྱོགས་དཔལ་དང་ལྡན་པའི་ཞིང་ཁམས་ནས་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་སྐུ་མདོག་སེར་པོ་ཨ་ནི་སྐུ་མདོག་སེར་པོ་ཡབ་ཡུམ་འཁོར་དང་བཅས་པ་འོད་སེར་པོ་གཅིག་དང་མཉམ་དུ་བསུ་བ་ལ་འོང་ངོ། དེ་དང་མཉམ་དུ་ལ་དེ་ནི་མི་ཡི་འོད་སྔོན་པོ་ཞིག་སྔོན་པོ་ཞིག་ཀྱང་བསུ་བ་ལ་འོང་ངོ་ཟེར། ད་རེད་དཔལ་དང་ལྡན་པའི་ཞིང་ཁམས་ནས་བཅོམ་ལྡན་འདས་རིན་ཆེན་འབྱུང་ལྡན་གྱི་ད་སྐུ་མདོག་སེར་པོ་ཨ་ནི།

ཨ་ནི་ཡང་ཁོ་བར་དོའི་ཕྱི་མར་འགྲོ་ཞག་རེ་ཉི་མ་བཞི་བ་དེར་འགྲོ། ག་ཞིག་བཅོམ་ལྡན་འདས་འོད་ངོ་འཕྲོད་ན་བཅོམ་ལྡན་འདས་བཅོམ་ལྡན་འདས་ཀྱི་འོད་ཟེར་འོད་སེར་པོ་དེ་འོད་སེར་པོ་དེ་ངོ་འཕྲོད་ན་བཅོམ་ལྡན་འདས་ཐུགས་ཀ་ལ་ནི་ཐིམ་ནས་དེ་ནས་བཅོམ་ལྡན་འདས་གོ་འཕང་ཐོབ་འགྲོ་གི་རེད་རེད་བ། དེ་མ་ན་དེ་ནས་བར་དོའི་ཕྱི་མ་དེ་དང་ཞག་བཞི་པ་ཡང་བར་དོའི་ཕྱི་མར་འགྲོ་འགྲོ་གི་རེད། ད་བར་དོའི་ཞག་བཞི་པ་དེར་ནུབ་ཕྱོགས་བདེ་བ་ཅན་གྱི་ཞིང་ངམ་ནས་བཅོམ་ལྡན་འདས་སྣང་བ་མཐའ་ཡི་སྐུ་མདོག་དམར་པོ། སྐུ་གདུང་དམར་པོ་ཡབ་ཡུམ་འཁོར་དང་བཅས་པ་འོད་དམར་པོ་ཞིག་མཉམ་དུ་ལ་བསུ་བ་ལ་འོང་དེ་དང་མཉམ་དུ་ལ་ཡི་དྭགས་ཀྱི་འོད་སེར་པོ་བཀྲག་མིན་པ་ཞིག་ཀྱང་བསུ་བ་ལ་འོང་ཡོད་རེད་ད། ཨ་ནུབ་ཆོས་བདེ་བ་ཅན་གྱི་ཞིང་བཅོམ་ལྡན་སྣང་བ་དང་སྐུ་གདུང་དམར་པོ། ཨཱ་ནི། ཡབ་ཡུམ་འཁོར་དང་བཅས་པ་ཐམས་ཅད་ཀྱི་ཐུགས་ཀ་ནས་འོད་དམར་པོ་ཞིག་ཨཱ་ནི་བཀྲག་ཅིང་ས་ལ་ལྡང་བ་ཞིག་དེ་རིང་ཅན་འཚེར་ནས་ཡོང་གི་རེད། ཨཱ་ནི་དེ་དང་མཉམ་དུ་ལ་དེ་ནས་ཡི་དྭགས་ཀྱི་འོད་སེར་པོ་བཀྲག་མིན་པ་ཅིག་ཡང་ཡོང་གི་རེད།

དེ་འཆག་ཅིང་ཞེད་ནས་འགྲོ་ན། ཨ་ནི་ཡི་དྭགས་གནས་སུ་སྐྱེ་བ་ལེན་ནོ་དེ་ནི་ཡི་དྭགས། བཀྲེས་སྐོམ་མི་གདུང་བ་མྱོང་འགྲོ་བས། ག་ཚིག་འདི་གཉིས་ཀ་གང་རུང་མ་ཆགས་པས་ན་དེ་ནི་ཡང་བར་དོ་བཞི་དང་བར་དོ་ཕྱི་མ་དེ་མཚམས་སྦྱོར་འགྲོ་གི་རེད། དེ་བར་དོ་ཕྱི་མ་དེ་ཞག་ལྔ་པ་དེ་ལ་བྱང་ཕྱོགས་ལས་ར་བཙུགས་པའི་ཞིང་ཁམས་ནས་བཅོས་མའི་འདོད་དོན་སྒྲུབ་པ་སྐུ་རྡོ་ལྕགས་མགུལ་ཡབ་ཡུམ་འཁོར་དང་བཅས་པ་འོད་ལྗང་ཁུ་ཞིག་དང་མཉམ་དུ་སུ་བོ་ལ་འོང། འདི་དང་མཉམ་དུ་ལ་ལྷ་མ་ཡིན་གྱི་འོད་དམར་པོ། འོད་དམར་པོ་བཀྲག་མེད་པ་ཞིག་ཀྱང་ཡོང་གི་རེད། ར་བ། ལྟ་འདིའི་ཁྱོད་ཚོས། བྱང་ཕྱོགས་ལས་ར་རྩུབ་པའི་ཞིང་ལ་བཅོས་མེད་དེ། དོན་སྒྲུབ་པ་སྐུ་རྡོ་ལྗང་གུ་ཡབ་ཡུམ་འཁོར་དང་བཅས་པ་ལ་འོད་ལྗང་གུ་ཞིག་སྐྲག་ཅིང་ས་ལ་ཡོང་བ་རེད། ག་ཚད་འདི་ངོ་འཕྲོད་པ་ན་ཨ་ནི་བཅོས་མེད་དེ། དོན་སྒྲུབ་པའི་ཞིང་ཁམས་ཐོབ་འགྲོ་གི་རེད། ག་ཚད་ངོ་མ་འཕྲོད་པ་ཅིག་ན་དེ་ནས་དེ། བདག་གིས་འདི་ག་སོ། ལྷ་མ་ཡིན་གྱི་འོད་དམར་པོ་དེ་ལ་སྐྲག་མེད་པ་དེ་ལ་ཆགས་ན་ཨ་ནི་ལྷ་མ་ཡིན་ལ་སྐྱེ་བ་ལེན་འགྲོ།

ག་ཚད་རྒྱ་བ་རུ་སྔགས་ཀྱི་འོད་ཁ་དོག་དཀར་སེར་དམར་ཚང་གང་དང་གང་ངོ་འཕྲོད་པ་ན་འདི་དང་འདིའི་ཞིང་ཁམས་ཐོབ་འགྲོ་གི་རེད་འདི་མ་ཐོས་ཨ་ནི་འགྲོ་བ་རི་དྲུག་གི་འོད་བཀྲག་མེད་པ་འདི་དང་འདི་ལ་ཆགས་ན་ཨ་ནི་འགྲོ་བ་རི་དྲུག་དེ་དང་དེའི་གནས་སུ་སྐྱེ་བ་ལེན་འགྲོ་ནས་དུག་ལྔ་མྱོང་དགོས་གལ། ག་ཚད་འདི་ལྔ་གང་ཡང་མ་ཆགས་བ་འདི་དྲུག་གང་ཡང་མ་ཆགས་བས་ན་དེ་ནི་ཡང། དེ་ནས་བར་དོ་ཨ་ནི་ཕྱི་མ་དེ་མཚམས་སྦྱོར་བྲལ་དང་བར་དོ་ཕྱི་མ་དེ་ཞག་བདུན་པ་དེ། ཞག་བདུན་པ་ལ་ག་རེ་བྱ་དགོས་ཟེར་ན་དྭགས་པོ་ཁ་ཆུ་གའི་ཞིང་ཁམས་ན་རིག་འཛིན་ལྔའི་ལྷ་ཚོགས་འོད་བོན་འཁོར་དང་བཅས་པ། ཨ་ནི་སྐུ་ཐོག་ལྔ་ཡི་གདངས་དང་ལྡན་པ་བཅས་འོད་ཁ་དོག་ལྔ་དང་ལྡན་པ། དེ་དང་ལྡན་པ་ཨ་ནི་བསུ་བ་ལ་འོང་ངོ། འདི་དང་མཉམ་དུ་ལ་ཨ་ནི་དུར་ཁྲོད་ཡི་འོད་ལྗང་གུ་བཀྲག་མོད་པ་ཞིག་ཀྱང། ཨ་ནི། ཞིག་ཀྱང། ཡེ་ཤེས་ཀྱི་འོད་དང་མཉམ་དུ་ལ་བསུ་བ་ལ་འོང་བས་རེད། ད་འདིའི་སྐབས་སུ་ཁྱོད་རང་ད་དེ་བདག་པོ་ཁ་ཆུ་གི་རིག་འཛིན་གྱི་ལྷ་ཚོགས་ཡབ་ཡུམ་གྱི་སྔོན་ནི་ཐུགས་ཀ་ནས་ཤར་བདེ་བའི་འོད་ཟེར་དེ་ངོ་འཕྲོད་པ་ན་ད་ནི་རིག་འཛིན་གྱི་ལྷ་ཚོགས་ཡོད་སངས་རྒྱས་གོ་འཕང་ཐོབ་འགྲོ་གི་རེད། ག་ཚད་འདི་མ་འཕྲོད་པ་ཅི་དེ་ནི་འདི་དང་མཉམ་དུ་ལ་ཤར་རང་ངོ་ནི་དུར་ཁྲོད་འོད་ལྗང་གུ་རྟགས་མེད་པ་དེ་ལ་ཆགས་ན་ཨ་ནི་དུར་ཁྲོད་ལ་སྐྱེ་བ་བླངས་འགྲོ་དུར་ཁྲོད་ལ་དེ་ནས་གླིང་དགུ་བཀོལ་སྤྱོད་ཀྱི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་མྱོང་བས་ཡོད་རེད་ད་འདི་གཉིས་གང་ཡང་མ་ཤར་བ་ལ་ནི་བར་དོ་ཕྱི་མ་མཚམས་སྦྱར་འགྲོ་གི་རེད་ད།

ཡི་རོ་ག་སྐུ་དག་སྐུ་རྡོ་མཐིང་ནག་ཡབ་ཡུམ་འཁོར་དང་བཅས་པ་ཤར་ཉོན་གྱི་རེད། ཨ་ནི་ཞག་བཅུ་པ་ལ་བཅོམ་ལྡན་འདས་ར་ན་ཡི་རོ་ག་སྐུ་རྡོ་སེར་ནག་ཡབ་ཡུམ་འཁོར་དང་བཅས་པ་དེ་ནས་ཀྱིས་ང་ཚོ་ལ་རིམ་པ་བཞིན་དུ་དེ་ནས་ཀྱིས་ཤར་ཉོན་གྱི་རེད། དེ་ནས་ཞག་བཅུ་གཅིག་པ་ལ་བཅོམ་ལྡན་འདས་པདྨ་ཡི་རོ་ག་འཇའ་པདྨ་ཡི་རོ་ག་འཇའ་བ་སྐུ་རྡོ་དམར་ནག་ཡབ་ཡུམ་འཁོར་དང་བཅས་པ་དེ་ཤར་ཉོན་གྱི་རེད། ཨ་ནི་ཞག་བཅུ་གཉིས་པ་དེ་ལ་ནི། ཁྲོ་བོའི་ལྷར་དང་ཁྲོ་བའི་ལྷ་ཁྲག་འཐུང་ཁྲག་འཐུང་ལས་ཀྱི་རིགས་ཀྱི་བཅོམ་ལྡན་འདས་ཀརྨ་ཧེ་རུ་ཀ་ཞེས་བྱ་བ་སྐུ་མདོག་ལྗང་ནག་ཡབ་ཡུམ་འཁོར་དང་བཅས་པ་ཤར་ནས་འོང་གི་རེད། ཨཱ་ནི། ཞག། བཅུ་གསུམ་པ་དེ་ལ་ནི་ཀོའུ་རི་མ། ཀོའུ་རི་མ། ཀོའུ་རི་མ་མོ་བརྒྱད། ཨཱ་ནི་སོ་སོ་རང་གི་ཀླད་པ་ནང་ནས་ཨཱ་ནི། ཕྱིར་ལ་ཐོན་ནས་ཨཱ་ནི་ཤར་དུ་འོང་གི་རེད། ཨཱ་ནི་དེའི་ཀོའུ་རི་མ་ཡི་དེ་ནི་བརྒྱད་ཀྱི་ཕྱི་རིམ་ན། ཕྱི་རིམ་ནས་ཨཱ་ནི་ཡུལ་གྱི་ཕྲ་མེན། བརྒྱད་རང་གི་ཀླད་པ་ནང་ནས་ཐོན་ནས་སོ་སོ་ལ་རང་གི་རང་གི་རང་སྣང་ཤར་འོང་གི་རེད། ཨ་ནི་སྒོ་མ་བཞི་ཡང་རང་གི་ཀླད་པའི་ནང་ནས་ཐོན་ནས་རང་ལ་ཤར་ནས་ཡོང་གི་རེད། ཨ་ནི་ཧེ་རུ་ཀ་དྲག་པོ། ཨ་ནི་ལྷ་སུམ་ཅུ་སུམ་ཅུ་ཐམ་པའི་ཕྱི་རིམ་དང་དབང་ཕྱུག་མ་ཉི་ཤུ་རྩ་བརྒྱད། མགོ་བརྙན་མ་སྣ་ཚོགས་དང་བཅས་པ། ཨ་ནི་མཚོན་ཆ་སྣ་ཚོགས་འདྲ་མི་འདྲ་མཚོན་ཆ་དེ་ནས་དྲག་པོ་མཐོང་ནས་རང་ལ་ནི་ཤར་ནས་ཡོང་གི་ཡོད་རེད་ཟེར་ནས་ད་དེ། གཙོ་བོ་དེ་ད་ཞི་ཁྲོ་དམ་པ་རིགས་བརྒྱ་དེ་གཙོ་བོ་དེ་ག་བ་ཤར་ཆོས་ཉིད་བར་དོའི་སྐབས་སུ་གསོལ་ལ་ཤར་ནས་འོང་གི་རེད། དེའི་སྐབས་སུ་རོ་དེ་ནི་ཞི་བའི་ལྷ་དེ་ཚོས་ཀྱི་ད་ནི་རང་ལ་བསུ་བ་སླེབས་གི་རེད། ཨ་ནི། ཁྲོ་བའི་ལྷ་དེ་ཚོ་ཐམས་ཅད་དེ་ནི་དཔེ། མཆེ་བ་གཙིགས་པ་སྨུག་ནག་དུལ་བ་རོ་ལག་པ་ལ་ནི་རལ་གྲི་དང་ཞགས་པ་དང་ཨ་ནི་མཚོན་ཆ་རིགས་འདྲ་མི་འདྲ་དེ་ནི་ཐོགས་ནས་ཨ་ནི་མེ་འབར་བ་མེ་དཔུང་འབར་བ་ཨ་ནི་བདུད་དང་ལུས་སྟོབས་དེ་ཚོས་དཔེ་མི་སྲིད། ནམ་མཁའ་འདྲ་བ་ཆེན་པོ། རོ། རི་རབ་འཛམ་བུ་ཆེན་པོ། ཨ་ནི་དེ་ནས་རྗེས་ནས། རྡོ་དང་རི་ཕོ་ལོང་འདྲ་བ་ཆུང་པོ་དེ་ནས་ཀྱིས་ད་ལུས་པོ་འཇིགས་སྣང་སེམས་ཉིད་མི་རྒྱ་བ་དེ་སྣང་བ་ཤར་ནས་སླེབས་ཀྱི་རེད། ད་དེའི་སྐབས་སུ་ཁྱོད་རང་དེ་ཨ་ནི། མ་འཇིགས་པ་མ་སྐྲག་པ། ཨ་ནི་ཡ་ནི། སེམས་ལྷོད་ལྷོད་བཞག་ནས་དེ་ནས་དངོས་གནས་དྲང་འདི་དག་ཐམས་ཅད་ཡི་དམ་གྱི་ལྷ་ཡིན། ཡི་དམ་གྱི་ལྷ་ཐམས་ཅད་ང་ཨ་ཧ་མ་གོ་མ་ཤེས་ནས་ཨ་ནི་ང་འཇིགས་ཤིང་སྐྲག་ནས་བྲོས་པ་རེད་ཟེར་ནས་དེ་ནས། བླ་མ་དང་དེ་ནས་སུ་དང་བླ་མ་སྤུན་མཆེད་སུ་སུ་ཡིན་དེ་བར་དོ་ཁྲོད་ཁྲོད་ཆེན་པོ་བདུན་གོ་རེ་ངོ་སྤྲོད་བྱེད་དགོས་རོ། དེ་བྱས་ན་ཨ་ནི་སུ་དེ་ལ་ངོ་འཕྲོད་ནས་དེ་ནས་སངས་རྒྱས་གོ་འཕང་ཐོབ་འགྲོ་གི་རེད། ག་ཚད་ངོ་མ་འཕྲོད་ན་ཨ་ནི།

འགྲོ་བ་རིགས་དྲུག་རྣམས་སྐྱེ་འགྲོ་བ་རེ་ཁ་ཤས་དེ་ག་རེ། སྲིད་པའི་བར་དུ་འགྲོ་བ་རིགས་དྲུག་རྣམས་སྐྱེ་འགྲོ་བ་རེ། ཡིན་གཅིག་མིན་གཅིག་བར་དོ་དེ་ཚང་མ་ལ་དེ་ཡོད་སོང་ནས་ཀྱི་མར་ཐུན་མོང་ལ་ཤེས་ཀྱི་ཡོད་རེད་ད་དེ། འདོད་ལ་ཕལ་ཆེར་ལོག་མར་ཤེས་ཀྱི་རེད། ད་དེ་རིང་ཆོས་ཉན་བར་དོ་ལ་ལྟས་མང་པོ་ཆགས་སོང་གང་ཟེར་ཞི་རོལ་དམ་པ་རིགས་བརྒྱ་ཡི་སྣང་བ་ཤར་དང་ཤེས་ཡོང་དུས་ལྟས་མང་པོ་ཆགས་སོང་ཨ་ནི། དེ་རིང་གི་ཞུ་དོན་འདི་ཙམ་ཡིན། ཁྲ་ཆེ་ལགས་ཞུས་ཡིན་ད།